ད་ལྟ་ཁྱེད་ཀྱིས་གསན་བཞིན་པ་འདི་ནི། རྒྱལ་པོ་དྲི་མེད་ཀུན་ལྡན་གྱི་རྣམ་ཐར་བཞུགས་སོ། བུ་བཙའ་ཡི་དྭགས་འདྲ་བ་མང་པོས་བསྐོར། ཁ་ཟས་མ་འབྱོར་ཉིན་མོ་ལྟོགས་པར་ལུས། གོས་ཀྱི་མ་བསྡུས་མཚན་མོ་གཅེར་བུར་ལུས། ཁྱེད་ནི་ཉེ་རིང་མེད་པ་ཀུན་ལ་བྱམས། ཁྱེད་ནི་སྦྱིན་པ་ཕྱོགས་མེད་ཀུན་ལ་གཏོང། བདག་ཅག་དབུལ་ཞིང་ཕོངས་པའི་བྲམ་ཟེ་ལ། དཔེ་ཟླའི་རྒྱལ་པོ་དྲི་མེད་ཀུན་ལྡན་གྱིས། ཡིད་འདོད་ཡོད་པའི་སྦྱིན་པ་གནང་བར་ཞུ། མ་ཤི་བར་དུ་ཡིག་དྲུག་དམ་བཅའ་འབུལ། ཞེས་ཞུས། དེར་རྒྱལ་བུས་བྲམ་ཟེ་བང་མཛོད་དུ་ཁྲིད་ནས་ནོར་བུ་བསམ་འཕེལ་ལ་སོགས་པ་ནོར་བུའི་རིགས་བསམ་གྱིས་མི་ཁྱབ་པ་གནང་བས་བྲམ་ཟེ་ན་རེ། རྒྱལ་པོ་བདག་ལ་ཚུར་དགོངས་དང། ནོར་བུ་འདི་རྣམས་འདོད་ཕྱིར་ཡོང་བ་མིན། དགོས་འདོད་དཔུང་འཇོམས་འདུལ་ཕྱིར་ཡོང་བ་ཡིན། ཆོས་ཀྱི་རྒྱལ་པོ་དྲི་མེད་ཀུན་ལྡན་གྱིས། དགོས་འདོད་དཔུང་འཇོམས་བདག་ལ་གནང་བར་ཞུ། ཞེས་ཞུས་པས་རྒྱལ་བུས་བྲམ་ཟེ་ལ་སྨྲས་པ། དགའ་བའི་བློ་གྲོས་བྲམ་ཟེ་ཚུར་ཉོན་དང། ནོར་བུ་རིན་ཆེན་དགོས་འདོད་དཔུང་འཇོམས་དེ། ཡབ་ཀྱིས་བདག་ལ་གནང་བ་མ་ཡིན་ནོ། ད་དུང་ཡབ་ཀྱིས་བདག་ལ་མི་གནང་ངོ། མི་ནོར་སྦྱིན་པ་བཏང་ན་ཁ་འཇུས་རྒྱུ། དེ་བས་རང་དབང་ཡོད་པའི་ནོར་བུ་ཞེས། དཔུང་འཇོམས་བདེ་ལ་དགོངས་པ་མ་མཛད་ཅིག། ཅེས་གསུངས་པ་དང། བྲམ་ཟེ་ན་རེ། རྒྱལ་པོ་ཁྱོད་ནི་བདག་ལ་ཚུར་ཉོན་དང། ཁྱོད་ཀྱི་སྦྱིན་གཏོང་སྙན་གྲགས་མང་ཐོས་ནས། ཐག་རིང་ལམ་དུ་དཀའ་བ་སྤྱད་ནས་འོང། རེ་དོགས་དེ་ལྟར་ཡིན་ན་ཡིད་མ་ཆེས། དགོས་འདོད་དཔུང་འཇོམས་བློ་ཡིས་མི་མཐོང་ན། ཕ་རོལ་ཅི་འདོད་སྟེར་བ་རྫུན་མར་འདུག། ཐམས་ཅད་འདི་དང་འགལ་བ་ཀྱེ་མ་ཧུད། ད་ནི་རང་གི་ཡུལ་དུ་ལོག་ནས་འགྲོ། ནོར་བུ་འདི་རྣམས་མི་དགོས་ཁྱེད་རང་ཁྱེར། ཟེར་ནས་ཁོ་ཁྲོས་ནས་ལོག་སོང་བ་དང། རྒྱལ་བུས་བྲམ་ཟེའི་རྗེས་ལ་བྱོན་ནས་སྨྲས་པ། གྲོགས་པོ་ཁྱོད་ནི་ཐུགས་ལོག་མ་མཛད་ཅིག། བྱམས་པའི་སེམས་ཀྱིས་བདག་ལ་དགོངས་མཛོད་དང། དགོས་འདོད་དཔུང་འཇོམས་འདི་ཡི་བྱུང་ཚུལ་ནི། རྒྱ་མཚོའི་གཏིང་གི་ཀླུ་མོ་དཀར་མོ་ཡིས། སངས་རྒྱས་འོད་དཔག་མེད་ལ་ཕུལ་བ་ཡིན། འོད་དཔག་མེད་ཀྱིས་བདག་གི་ཡབ་ལ་གནང། མི་དབང་རྒྱལ་པོས་བདག་ལ་གནང་བ་མིན། རྒྱལ་པོའི་ཆབ་སྲིད་བསྟན་ཅིང་རྒྱས་པ་ཡང། དགོས་འདོད་དཔུང་འཇོམས་འདི་ལས་བྱུང་བ་ཡིན། ཟླ་བཟང་ལ་སོགས་བློན་པོ་སོམ་སྡོང་ཡང། དགོས་འདོད་དཔུང་འཇོམས་འདི་ལས་བྱུང་བ་ཡིན། བདེ་སྐྱིད་ལྡན་ཞིང་དཔལ་འབྱོར་འཛོམས་པ་ཡང། དགོས་འདོད་དཔུང་འཇོམས་འདི་ལས་བྱུང་བ་ཡིན། མི་དབང་ཆེན་པོའི་དཔལ་འབྱོར་འདི་ཡིས་ཐོབ། འདོད་དགུ་འབྱུང་བའི་རིན་ཆེན་བུམ་པ་འདི། ཕ་རོལ་དགྲ་བོའི་དམག་དཔུང་འདི་ཡིས་འཇོམས། ཁམས་གསུམ་འདི་ན་དཀོན་པའི་ནོར་བུ་ཡིན། སྟོང་གསུམ་འཇིག་རྟེན་ཡོངས་ཀྱི་ཁྱད་ནོར་འདི། བདག་ནི་འཆི་བའི་སྲོག་ལ་བབ་ཀྱང་རུང། ད་རེས་སྦྱིན་པ་ཆོས་ཀྱི་ལམ་ཡིན་པས། བྲམ་ཟེ་བློ་གྲོས་ཁྱེད་ལ་སྟེར་བར་བྱ། ཞེས་ནོར་བུ་རིན་ཆེན་མཆོག་འདི་གའུ་ཡི་ནང་དུ་བཅུག་སྟེ་གླང་པོ་ཆེ་གཅིག་དང་བཅས་བྲམ་ཟེ་ལ་གནང་ནས་འདི་སྐད་གསུངས་སོ། ལེགས་ལྡན་བྲམ་ཟེ་ཆེན་པོ་ད་བཞེངས་ཤིག། གཞོན་ནུ་སྟོབས་རྩལ་ལྡན་པས་གླང་ཆེན་བླངས། དཔུང་འཇོམས་བདུད་དགུའི་གཏེར་ཆེན་མགྱོགས་པར་ཁོལ། གལ་ཏེ་ཡབ་ཀྱི་སྲས་ན་རྗེས་སྙེགས་ནས། ནོར་བུ་གླང་པོ་ཆེ་དང་བཅས་པ་འཕྲོག། འཕྲོག་པའི་མེ་མཆོག་ཁྱེད་རང་སྲོག་དང་བྲལ། ལེ་ལོ་སྤངས་ནས་བརྩོན་འགྲུས་ལམ་ཞུགས་ནས། རང་གཞན་གཉིས་ཀྱི་དོན་ཆེན་འགྲུབ་པར་མཛོད། ཅེས་གསུངས་པ་དང། བྲམ་ཟེས་ཞུས་པ། ལེགས་པར་ཐུགས་ལ་བཏགས་སོ་རྒྱལ་བའི་སྲས། ཁམས་གསུམ་འགྲོ་བ་ཀུན་གྱི་སྐྱབས་གཅིག་པུ། དུས་གསུམ་བདེ་གཤེགས་སངས་རྒྱས་སྤྲུལ་པའི་སྐུ། སྲིད་གསུམ་འགྲོ་བ་འདྲེན་མཆོག་ཐར་པའི་ལམ། སངས་རྒྱས་བསྟན་པ་ཉིན་མོར་བྱེད་པའི་མཆོག། འཁོར་བའི་ཆུ་བོ་ཆེ་ལས་སྒྲོལ་བའི་གྲུ། འགྲོ་དྲུག་འཁོར་བར་འཇོམས་པའི་དམག་དཔུང་ཅན། རྒྱལ་པོ་དཔའ་རྩལ་ཅན་ལ་ཕྱག་འཚལ་བསྟོད། དེ་ནས་གླང་པོ་ཆེ་ལ་ནོར་བུ་བཀལ་ནས་བྲམ་ཟེ་ཞུས་དོ། དེར་རྒྱལ་བུས་སྨོན་ལམ་བཏབ་པ། ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་རྣམས། དེ་དག་ཐམས་ཅད་བདག་ལ་དགོངས་སུ་གསོལ། བདག་གི་འགྲོ་བའི་ཅི་བསམ་འགྲུབ་པ་དང། ཐེག་ཆེན་སེམས་ཀྱི་སྦྱིན་པ་རྫོགས་པ་དང། དཔུང་འཇོམས་གཞན་གྱི་འཕྲོག་པ་མ་གྱུར་ཅིག། མཐའ་འཁོབ་བྱེ་མའི་ཡུལ་དུ་སླེབ་པར་ཤོག། ཅེས་སྨོན་ལམ་བཏབ་ནས། རྒྱལ་པོ་ཕོ་བྲང་དུ་ཕེབས་སོ། དེ་ནས་ཟླ་བ་གཅིག་ཙམ་སོང་བ་དང། ནོར་བུ་བྱིན་ནས་མེད་པ་ཚོར་ནས། རྒྱལ་བློན་འབངས་འཁོར་གཡོག་རྣམས་ཀྱིས་མྱ་ངན་བྱས་སོ། དེའི་དུས་སུ་ཐམས་ཅད་གྲོས་བྱས་པས། བདུད་བློན་ཏར་རྫས་ཀྱིས་ཡབ་རྒྱལ་པོའི་དྲུང་དུ་མཆིས་ནས་འདི་སྐད་ཅེས་གསོལ་ཏོ། ཡབ་ཅིག་རྒྱལ་པོ་བདག་ལ་དགོངས་མཛོད་དང། རྗེས་ནོར་བུ་དགོས་འདོད་དཔུང་འཇོམས་དེ། སྲས་ཀྱི་འཕགས་མས་དགྲ་ལ་བྱིན་ནས་ཐལ། མས་བརྟན་དགོངས་ན་བང་མཛོད་གཟིགས་དང་གསལ། དཔུང་འཇོམས་མེད་པའི་བུ་ཡིས་ཅི་ཞིག་བྱ། ཁྲིམས་ཀྱི་ལས་ལ་སྦྱར་ན་མི་རིགས་སམ། ཞེས་ཞུས་པ་དང། རྒྱལ་པོས་འདི་སྐད་གསུངས་སོ། གཏམ་དེ་བདེན་ནམ་བླུན་པོ་ལྟར་མཛེས། ཐོས་པའི་གཏམ་ལ་ཆེས་བདེན་ཆེས་མི་བདེན། གྲི་ཐོགས་བརྡར་ཤ་ད་དུང་བྱེད་ལོང་ཡོད། བླུན་པོས་ཕྲ་མ་རྫུན་ཚིག་མ་བྱེད་ཅིག། དཔུང་འཇོམས་དགྲ་ལ་བསྟེན་རང་མི་ཕོད་དམ། ཞེས་གསུངས་པ་དང། ཡང་ལྟར་རྫས་ཀྱིས་སྨྲས་པ། ནོར་བུ་རིན་ཆེན་དགོས་འདོད་དཔུང་འཇོམས་དེ། དགྲ་ལ་བྱིན་པ་བདག་གི་མིག་གིས་མཐོང། ཐབས་མི་བྲམ་ཟེ་གཅིག་ལ་བྱིན་ནས་སོང། བདག་གི་ཚིག་ལ་བདེན་པར་མི་འཛིན་ན། གདུང་བརྒྱུད་སྲས་ཀྱི་སྦྱིན་པའི་ཁ་མི་འགག། བདག་ལ་ཁྱད་མེད་ཁྱོད་རང་ཅི་དགའ་མཛོད། ཟེར་ནས་ཁོ་ཁྲོས་ནས་སོང་ངོ། ཡབ་རྒྱལ་པོ་ཡང་ཐུགས་མི་བདེ་ཞིང་ལུས་བཙན་སྡུག་གི་ཁུ་བ་འཐུངས་པ་བཞིན་དུ་འདྲིལ་ཆིལ་ལི་ཞེས་རས་ནག་རོ་གེ་སོང། སང་ཉི་མ་ཤར་བ་དང་རྒྱལ་པོས་སྲས་ཀྱི་རྩར་བྱོན་པ་དང། སྲས་ཞལ་རས་ས་ལ་ཕུབ་ནས་འདུག་པ་དང། ཡབ་ཀྱིས་འདི་ལྟར་གསུངས་པ། ང་ཡི་དྲི་མེད་ཀུན་ལྡན་དོན་གྲུབ་པས། དྲང་པོའི་གཏམ་ཞིག་སྨྲོས་དང་ལེགས་ལྡན་དཔལ། གྲོང་ཁྱེར་བྱེ་བ་བརྒྱ་ལ་འོད་ཆགས་པས། མི་དབང་ཆེན་པོའི་སྐུ་ལས་བྱུང་བ་ཡིན། གདུང་རབས་འདོད་དགུ་འབྱུང་བའི་རིན་ཆེན་གཏེར། ཁྱེད་ཀྱི་དགྲ་ལ་བྱིན་པ་མ་ཡིན་ནམ། དྲི་མེད་ཀུན་ལྡན་ཁྱོད་ཀྱིས་ལེགས་པར་སྨོས། ཞེས་གསུངས་པ་དང།